ལྷན་རྒྱས་རྣམ་པ་ད་ལྟ་ང་ཚོ་དཀོན་མཆོག་གིས་ཨབ་རམ་ནམ་དུ་འདང་རྒྱག་བྱ་བའི་སྐོར་ལོ་རྒྱས་དེ་ལྟ་གི་ཡིན། དེའི་རྗེས་སུ་ཨབ་རམ་ལ་མཐོང་སྣང་ཞིག་བྱུང་བ་དང་དཀོན་མཆོག་གིས་ཁོང་ལ། ཞེ་སྣང་མ་བགྱིས་ཤིང་ངས་ཁྱེད་ལ་ནད་ཁ་ཐམས་ཅད་ནས་བཅོས་ཀྱི་ཡིན་པར་མ་ཟད་བྱ་དགའ་ཆེན་པོ་ཞིག་སྤྲད་ཀྱི་ཡིན་ཞེས་གསུངས་པ་རེད། བས་ཀྱང་ཨབ་ར་ཧམ་གྱིས་ཡ་ཧོ་ཝཱ་དཀོན་མཆོག་ལ། ཁྱེད་ཀྱིས་ང་ལ་བྱ་དགའ་ཆེན་པོ་སྤྲད་ན་ཡང་ང་ལ་ཕན་ཐོགས་གང་ཡང་མི་འདུག་གང་ལ་ཟེར་ན་ང་ལ་སྤུ་གུ་གཅིག་ཀྱང་མེད་ཙམ། ང་ལ་ཡོད་པའི་རྒྱུ་ནོར་ཐམས་ཅད་ངའི་གཡོག་པོ་ཨེ་ལི་ཨེ་ཛར་ལ་ཐོགས་ཀྱི་རེད་ཞེས་ཞུས་པ་རེད། ཁྱེད་ཀྱིས་ང་ལ་སྤུ་གུ་གཅིག་ཀྱང་བསྣོགས་མེད་ཙམ་ང་ལ་ཡོད་པ་རྒྱུ་ནོར་ཐམས་ཅད་ང་ཡི་གཡོག་པོ་ལ་ཐོགས་འགྲོ་གི་རེད་ཞེས་ཞུས་པ་རེད། ཡ་ཧོ་ཝཱ་ཡི་བཀའ་བཞིན་ཨབ་རམ་གྱིས་ཐོས་པ་དང་ཁྱོད་ཤི་འགྲོ་བའི་སྐབས་སུ་ཁྱེད་ཀྱི་འཇིགས་སྣང་དེ་གཡོག་པོ་ལ་ཐོགས་གི་མ་རེད་ཁྱེད་རང་ནི་ཁྱེད་ཤ་ཁྲག་ནས་བྱུང་བའི་བུ་དེ་ལ་ཐོགས་གི་རེད་ཞེས་གསུངས་པ་རེད། ཡ་ཧོ་ཝཱ་ཡིས་ཨབ་རམ་གུས་རི་ཡི་ཕྱི་ལོགས་ལ་ཁྲིད་ནས་ནམ་མཁའ་ལ་ལྟོས་དང། ཁྱེད་ཀྱིས་ནམ་མཁའ་སྐར་མ་རྣམས་བརྩིས་རྒྱུ་ཐུག་གི་འདུག་གམ། ཁྱེད་ཀྱི་མི་རྒྱུད་དང་ཁྱེད་ཀྱི་ནང་མི་རྣམས་ནམ་མཁའ་སྐར་མ་ནང་བཞིན་མང་པོ་ཆགས་ཀྱི་རེད་ཞེས་གསུངས་པ་རེད། ཨབ་རམ་གྱིས་ཡ་ཧོ་ཝཱ་ལ་དད་པ་བྱས་པ་དང་ཡ་ཧོ་ཝཱ་ཡིས་ཁོང་དང་མཉམ་དུ་དུས་སྙིང་པོ་བསྣོམས་ནས་ཁོང་ལ་ངོས་ལེན་བྱས་པ་རེད། དེ་ནས་དཀོན་མཆོག་གིས་ཨབ་རམ་ལ་གསུངས་པ། ང་ནི་ཡ་ཧོ་ཝཱ་དཀོན་མཆོག་ཡིན། ངས། ཁྱེད་ཨུ་རུ་ཡི་གྲོང་གསེབ་ནས་ཁྲིད་དེ་ས་ཆ་དེ་ལ་འཕྲད་པ་ཡིན་གང་ལ་ཟེར་ན་ངས་ས་ཆ་དེ་ཁྱེད་རང་ལ་གནང་གི་ཡིན། འོད་ཀྱང་ཨབ་རམ་གྱིས་ཡ་ཧོ་ཝཱ་དཀོན་མཆོག་ལ། ས་ཆ་དེས་ང་རང་ལ་དབང་གི་ཡོད་པ་ངས་ག་འདྲ་ཞིག་ཧ་གོ་ཐུབ་ཀྱི་འདུག་གམ་ཞེས་ཤོད་པ་རེད། ཡ་ཧོ་ཝཱ་ཡིས་གསུངས་པ། ལུས་ཟུངས་ལ་སླེབས་པའི་ར་མ་དང་ར་ཕོ་བེའུ་སྐྱེས་དམ་རྣམས་དུ་ཕོ་རིང་དང་བོང་གུ་སྐྱེས་ཁྲིད་ཤོག་གསུངས་པ་རེད། ཨབ་རམ་གྱིས་དེ་རྣམས་དཀོན་མཆོག་རྩར་ཁྲིད་འགྲོ་བ་དང་ཁོང་གིས་བྱ་དེ་མ་ཡིན་པར་སུན་འབྱིན་རྣམས་དུམ་བུ་གཉིས་ལ་བཏབ་ནས་ལ་པོའི་གཡས་གཡོན་ལ་བཞག་པ་རེད། བྱ་རྒོད་རྣམས་སུན་འབྱིན་གྱི་ཤ་ཟ་ཁ་མ་བོར་ཡོང་བ་དང་ཨབ་རམ་གྱིས་དེ་དག་ཕར་སྤོས་པ་རེད། ཉི་མ་ཉུང་འགྲོ་བའི་སྐབས་སུ་ཨབ་རམ་སྙེད་ཏིལ་རིང་པོ་ཁུར་བ་དང་སྤྲིན་པ་ནག་པོ་མཐུག་པོ་ཞིག་གིས་ཁོང་བཀག་པ་རེད། ཡ་ཧོ་ཝཱ་ཡིས་ཨབ་རམ་ལ། ངས་ཁྱེད་ལ་གར་གསུང་གི་ཡོད་པ་དེ་དངོས་གནས་ཡོང་གི་རེད། ཁྱེད་ཀྱི་ནང་མི་དང་ཁྱེད་ཀྱི་མི་རྗེ་རྣམས་ལོ་བཞི་བརྒྱ་རིང་ལ་ལུང་པ་གཞན་ནང་དུ་ཁྱི་ཞགས་པ་ནང་བཞིན་གནས་པ་མ་ཟད་དུས་བདག་གིས་གཡོག་པོ་བྱ་ནས་དཀའ་ངལ་ཆེན་པོ་མྱོང་གི་རེད་ཞེས་གསུངས་པ་རེད། བས་ཀྱང་ཡ་ཧོ་ཝཱ་ཡིས་གསུངས་པ། ངས་ཁྱོད་ལ་གཡོག་པོ་བཟོ་མཁན་དང་སྡུག་པོ་བཏང་མཁན་མི་དེ་ལ་ནས་ཆོས་བཏང་བ་དང་རྗེས་སུ་ཁྱོད་ཚོ་ལུང་པ་དེ་ནས་དེ་འགྲོ་བའི་སྐབས་སུ་ཅི་ནང་དང་རྐྱ་ལག་མང་པོ་ཐོགས་ཀྱི་རེད། ཁྱེད་རང་ལོ་རྒན་གོག་བྱ་དེ་ཞེ་དེའི་ངང་ཤི་འགྲོ་གི་རེད། ཁྱོད་ཀྱི་རྗེས་སུ་མི་རབས་བཞི་པ་རྣམས་ཀྱི་སྤུ་གུ་རྣམས་ཡང་བྱ་ས་ཆ་དེ་ལ་ཡོང་གི་རེད་ཞེས་གསུངས་པ་རེད། ཉི་མ་ཉུལ་ནས་ནག་ཁུང་བྱ་བ་དང་སྔོན་མ་ཨ་བྷ་ར་ཧམ་གྱིས་སེང་ཆེན་བསྲེགས་ནས་དུམ་བུའི་སྙིང་ལ་བཏང་ནས་དབྱིན་ཡིག་ཏུ་བཞག་པའི་དཀྱིལ་ལ་མི་སྐྱེ་འབར་བའི་ལ་ཕྱིར་དང་མི་སྐྱེ་འབར་བའི་རྫ་མ་ཞིག་དབེན་ནས་དེ་ཡི་དཀྱིལ་ལ་འགྲོགས་པ་རེད། ཉིན་མོ་དེ་རིང་ལ་དཀོན་མཆོག་གིས་ཨ་བྷ་ར་ཧམ་དང་མཉམ་དུ་ཨི་ཇེབ་གཙང་པོ་ནས་ཡུ་བི་རད་ཀྱི་གཙང་པོའི་བར་དུ་ས་ཆ་དེ་རྣམས་ངའི་ཆེད་ལ་སྤྲད་ཀྱི་ཡིན་ཞེས་དམ་བཅའ་བཞག་པ་རེད།